ཤོག་གྲངས་དང་པོ། བག་ཕེབས་ཀྱི་གནས་ནས་ཐོན་པ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་ཐོག་མའི་སྐོར་ཡིན། ངོས་རང། བོད་ནང་འཚར་ལོངས་བྱུང་བའི་སྐབས་དང། ལྷག་པར་དུ་རང་ལོ་བཅོ་ལྔ་ནས་ནང་པའི་སྲོལ་རྒྱུན་ལྟ་གྲུབ་སློབ་གཉེར་དང། ཉམས་ལེན་ལ་ནན་གྱིས་ཞུགས་པའི་རྗེས། ངོས་ལ། རང་གི་ནང་པའི་ཆོས་ལུགས་འདི། ཡག་ཤོས་ཡིན་པའི་ཚོར་སྣང་བྱུང་མྱོང་ཡོད། ངོས་ནས། ནང་ཆོས་ཀྱི་གཏིང་ཚད་དང། རྒྱས་བཤད། དེའི་སེམས་ཁུར་གྱི་ནུས་པར། ཁ་གཏད་དུ་ལངས་ཐུབ་མཁན། ཆོས་ལུགས་གཞན་གང་ཡང་མེད་པར་བསམ་མྱོང་ལ། ཆོས་ལུགས་དེ་དག་ཇི་ཙམ་ལེགས་ཀྱང། དེ་འདྲ། དེ་འདྲ་ཞིག་ཡིན་གྱི་རེད་སྙམ་མྱོང། ད་ལྟ་ཕྱི་བལྟས་ཀློག་སྐབས། དེ་ནི་རང་གི་ཕ་མེས་ནས་རྒྱུད་འཛིན་བྱས་པའི་སྲོལ་རྒྱུན་ཆོས་ལུགས་ཤིག་གི་ནང་འཐིམས་ནས་ཡོད་པས། དར་ལ་མ་བབས་པའི་ཕྲུ་གུ་ཞིག་གི་ལྟ་ཚུལ་ཡིན་མོད། རང་གིས་མཐོང་རྒྱ་ཆུང་བའི་ལྟ་སྟངས་དེར་ངོ་གནོང་གི་འདུག་འཛམ་གླིང་ནང་གྲགས་ཆེ་བའི་ཡེ་ཤུའི་ཆོས་ལུགས་ཞེས་པ་ཞིག་ཡོད་པ་དང། དེས་སྟོན་པ་མཱ་ཤི་ཀའི་མགོན་སྐྱབས་ལ་བརྟེན་ནས་ཐར་པའི་ས་ལ་བགྲོད་པའི་ལམ་ཞིག་བསྟན་ཡོད་པ་རོབ་ཙམ་ཤེས་རྟོགས་ཡོད། མ་ཟད་བོད་ནུབ་ཕྱོགས་ས་ཁུལ་དུ་དུས་རབས་བཅུ་བདུན་པའི་ནང་ཡེ་ཤུའི་ཆོས་དཔོན་ཚོའི་སྐབས་ཤིག་ཆོས་ལུགས་ཁྱབ་སྤེལ་མགོ་འཛུགས་བྱས་པའི་གནས་ཚུལ་ངོས་རང་ཕྲུ་གུའི་སྐབས་ནས་གོ་ཐོས་བྱུང། ད་དུང་བོད་ནང་བོད་རིགས་ཁ་ཆེའི་ཚོགས་འདུ་ཆུང་ཆུང་གཅིག་ཀྱང་དེང་གི་བར་དུ་གནས་ཏེ་ཁོང་ཚོ་རྒྱལ་ས་ལྷ་སའི་ནང་དུས་རབས་བཞི་ལྷག་རིང་གནས་སྡོད་བྱས་ཡོད། རྒྱ་གར་གྱི་ཡུལ་ཆོས་ཆེ་ཁག་གཉིས་ཏེ། ཧིན་དུ་དང་ཕྱི་ཕོ་བའི་ཆོས་ལུགས་ལ་མཚོན་ན། དུས་རབས་མང་པོའི་སྔོན་ནས་ནང་པའི་ན་ཆུང་རྣམས་ཁོང་ཚོའི་ལྟ་གྲུབ་ལ་དགག་སྒྲུབ་བྱས་ཏེ། ནང་ཆོས་ཀྱི་ཁྱད་འཕགས་རང་བཞིན་གསལ་པོར་ར་སྤྲོད་བྱས་ཡོད་པ་སྔོན་ནས་ཤེས་རྟོགས་བྱུང། ཇི་སྲིད་ངོས་རང་འཛམ་གླིང་གི་ཆོས་ལུགས་གཞན་དང་དངོས་སུ་འབྲེལ་མེད་ཁེར་རྐྱང་དུ་གནས་པ་དེ་སྲིད་དུ་དེ་ལྟར་མཐོང་རྒྱ་ཆུང་ཆུང་དུ་གནས་ཡོད་པ་བརྗོད་མི་དགོས་པ་ཞིག་རེད། ངོས་ལ་ཐོག་མར་ཧིན་རྡུའི་ཆོས་པ་དངོས་སུ་འཕྲད་དུས་ནི་ངོས་རང་ཕྲུ་གུའི་སྐབས་སུ་ཕོ་བྲང་པོ་ཏི་ལའི་ནང་སླེབས་པས་སྐྲ་ཆིངས་ཤིང། དཔྲལ་བར་གོ་ཐལ་གྱི་ཚོན་རིས་བྲིས་པའི་རྒྱ་གར་གྱི་དྲང་སྲོང་ཆོས་པ་ཞིག་དང་འཕྲད་པ་དེ་ཡིན། ཁོང་གིས་ཏཱ་ལའི་བླ་མ་ཏཱ་ལའི་བླ་མ་ཞེས་འབོད་བཞིན་ངོས་དང་ཐུག་འདོད་ཡོད་པ་འདྲ་པོ་འདུག་ཁོང་གིས་བོད་སྐད་ཤེས་ཀྱི་མི་འདུག་ལ། ཉེ་འགྲམ་དུ་སུས་ཀྱང་རྒྱ་གར་གྱི་སྐད་ཤེས་ཀྱི་མེད། དེར་ངོས་ཀྱི་ཞབས་ཕྱི་དང་སྐུ་སྲུང་བ་ལྟ་མཁན་རིགས་ཚང་མས་ཁོང་འགོག་ཐབས་བྱས་ཏེ་ཟ་ང་ཟི་ངེ་ཏོག་ཙམ་བྱུང་སོང། ཁོང་སུ་ཡིན་དང། གང་ཡིན་དང། ཆོས་ལུགས་ཀྱི་རྒྱབ་ལྗོངས་གང་ནས་སླེབས་མིན། ང་ཚོ་སུས་ཀྱང་ཅི་ཡང་ཤེས་ཀྱི་མེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར། ངོས་རང་ཐོག་མར་རྒྱ་གར་ནང་སྟག་འོག་ཏུ་འགྲོ་རྒྱུའི་གོ་སྐབས་ཐོབ་དུས། གཞན་དང་འབྲེལ་ལམ་བྱ་རྒྱུའི་དུས་ཚོད་ལྟེ་བ་དེ་བྱུང། དེའི་སྔོན་དུ་ལུང་པ་གཞན་ལ་བསྐྱོད་མྱོང་ས་ནི་རྒྱ་ནག་གཅིག་པུ་དང། དེའི་སྐབས་རྒྱ་ནག་དམར་ཤོག་ཏུ་ཁ་ཕྱོགས་ཡོངས་སུ་བསྒྱུར་ཟིན་པ་རེད། དེ་ནི་འབྲས་ལྗོངས་ཆོས་རྒྱལ་ཁོང་རྒྱ་གར་བྱང་ཆུབ་ཆེན་པོའི་ཆོས་ཚོགས་ཀྱི་ཚོགས་གཙོའི་གོ་གནས་ཐོག་ཡོད་ཅིང། སངས་རྒྱས་མྱ་ངན་ལས་འདས་ནས་མི་ལོ་ཉིས་སྟོང་ལྔ་བརྒྱ་འཁོར་བའི་དུས་དྲན་གོ་སྒྲིག་ཞུ་ཕྱིར་རྒྱ་གར་གཞུང་ནས་དམིགས་བསལ་ཚོགས་པ་བཙུགས་ཏེ་ཁོང་གིས་ངོས་རང་རྒྱ་གར་དུ་གཞུང་འབྲེལ་གྱི་ཐོག་ནས་མགྲོན་འབོད་གནང་བ་རེད། ལོ་རྒྱུས་ཀྱི་རང་བཞིན་ལྡན་པའི་རྒྱ་གར་དུ་གནས་གཟིགས་སྐབས། ངོས་ཀྱི་ཆོས་གྲོགས་ཞིང་གཤེགས་དམ་པ་དཔལ་ཆེན་རིན་པོ་ཆེ་མཆོག་ཀྱང་ངོས་དང་མཉམ་དུ་ཕེབས་ཡོད། ཕྱིས་སུ་བོད་དམར་ཤོག་གི་དབང་སྒྱུར་འོག་ཁོང་སྡུག་སྦྱོང་ཧ་ཅང་མྱངས་དགོས་བྱུང་ཡང། སྤྱིར་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ཁོང་བོད་དུ་དུས་མིན་མ་གཤེགས་བར་བོད་མི་རིགས་ལ་ཞབས་ཞུ་རླབས་ཆེན་བསྒྲུབས་ཡོད། སྐབས་དེར། རྒྱ་གར་ནང་ཟླ་བ་གསུམ་ལྷག་བསྡད་པའི་རིང། ངོས་ལ་འཚོ་ཐབས་མི་བྱེད་པ་དང། ཆོས་ལུགས་ཀྱི་རྒྱབ་ལྗོངས་མི་འདྲ་བའི་མི་སྣ་མང་པོར་མཇལ་འཕྲད་བྱ་རྒྱུའི་གོ་སྐབས་བྱུང། རྒྱ་གར་སྲིད་འཛིན Doctor Rajendra Prasad མཆོག་གིས་ཐུགས་དགྱེས་ཚོར་ཆེན་པོས་དུས་སྐབས་ཁ་ཤས་ཐོག་ངོས་དང་མཉམ་དུ་བཀའ་མོལ་གཏིང་ཟབ་གནང་བྱུང། རྒྱ་གར་གྱི་སྲིད་འཛིན་དང་པོ་ཁོང་ནི། སྙན་གྲགས་ཅན་གྱི་ཁྲིམས་ལུགས་མཁས་དབང་ཞིག་ཡིན་པ་མ་ཟད། ཆོས་པ་རྣམ་དག་ཅིག་ཀྱང་ཡིན་ལ། རྒྱ་གར་ནི། འཛམ་གླིང་གི་གྲགས་ཆེ་བའི་ཆོས་ལུགས་ཁ་ཤས་ཀྱི་འབྱུང་ཁུངས་ཡིན་པས་ལོ་རྒྱུས་ཀྱི་གོ་སྐལ་དེར། ཁོང་གིས་དོ་ནན་གནང་གི་འདུག་ཁོང་གི་གཉོམ་ཆུང་དང་མི་གཤིས་བཟང་པོ་དེས་ངོས་རང་ཆོས་པ་རྣམ་དག་ཅིག་དང་གཞན་གཅེས་འཛིན་གྱི་དབང་གིས། ཞབས་ཞུ་སྒྲུབ་མཁན་ཞིག་གི་དྲུང་དུ་སླེབས་པའི་ཚོར་སྣང་བྱུང། སྐབས་དེའི་རྒྱ་གར་གྱི་སྲིད་བློན་གཞོན་པ་ནི Doctor Sarvepalli Radhakrishnan རེད། ཁོང་ནི་རྒྱ་གར་གྱི་ལྟ་གྲུབ་དང་ཆོས་ལུགས་ལ་མཁས་པའི་མི་སྣ་གྲགས་ཅན་ཞིག་རེད། ཁོང་དང་མཉམ་དུ་ཁ་བརྡ་བྱུང་བ་དེས་ངོས་ལ་རིག་རྩལ་གྱི་སྟོན་མོ་ཞིག་བཤམས་པ་འདྲ་བོ་བྱུང། ངོས་སྒེར་གྱི་ངོས་ནས་སྲིད་འཛིན་རྒྱལ་གཞོན་གཉིས་དང་ཞལ་འཚོ་བྱུང་བ་མ་ཟད། ད་དུང། རྒྱ་གར་གྱི་སྲིད་བློན་དང་པོ Pandit Nehru བཅས་མཇལ་བ་དེས། ངོས་རང་ཧ་ལམ། བདག་ཉིད་ཆེན་པོ Gandhi མདུན་དུ་སླེབས་པ་ལྟ་བུའི་སྣང་བ་བྱུང། སྐབས་དེར། ང་ཚོ་བོད་མི་ཚོས Gandhi མཆོག་ལ Gandhi Maharaj ཞེས་འབོད་ཀྱི་ཡོད། དེ་ནི་སྒྲ་བཤད་དུ་རྒྱལ་པོ་ཆེན་པོ Gandhi ཞེས་པའི་དོན་རེད། ངོས་ཀྱིས་བརྗེད་པར་དཀའ་བའི་མཇལ་འཕྲད་ཅིག་ནི། སྤྱིར་བོད་པའི་ཆོས་པ་རྒན་གྲས་ཤིག་གློ་བུར་དུ་ཁོང་གི་ཕྱག་སྦྲེལ་གྲྭ་བ་གཅིག་དང་མཉམ་དུ། ངོས་རང་ཐུག་འཕྲད་དུ་ཕེབས་པ་དེ་རེད། ངོས་ནས་གསལ་པོར་དྲན་ཞིང་ཧང་སངས་དགོས་པ་ནི། གྲྭ་བ་དེ་གཉིས་ཀྱི་བྱ་བྲལ་བའི་ངང་ཚུལ་དེ་ཡིན། ཁོང་ཚོའི་ཉེ་རིང་འཚོ་བའི་ཁྲོད་དུ། རྟག་ཏུ་ས་ངོས་ཁྲེ་སྒོ་མ་གཏོགས་འབོལ་གདན་ཐོག་སྡོད་ཀྱི་མེད་པ་དེ། ངོས་ནས་ཕྱིས་སུ་ཤེས་རྟོགས་བྱུང། ང་ཚོ་གཞུང་གི་མགྲོན་ཁང་ནང་བསྡད་ཡོད་ཙང། དེར་འབོལ་གདན་མེད་པའི་ནང་ཆས་གཅིག་ཀྱང་མེད་པ་བརྟེན། མཐར་ཁོ་གཉིས་གསོལ་ལྕོག་སྟེང་བཞུགས་སོང། ང་ཚོའི་དབར་ནང་ཆོས་དང་སྤྱི་བོ་བའི་ཆོས་ལུགས་གཉིས་ཀྱི་མཐུན་ཇུས་སྐོར། བཀའ་མོལ་ཡུན་རིང་གནང་རྒྱུ་བྱུང་བ་དང། ལོ་རྒྱུས་སྨྲ་བ་ཚོས་རྟག་ཏུ་དེ་གཉིས་ལ་ཆོས་ལུགས་ཚད་མ་ཞིག་འཇུས་ཀྱི་ཡོད། འདིར་ངོས་ཀྱི་ཐོག་མའི་ཉམས་མྱོང་ནང། གཅེར་བུ་པའི་ཉམས་ལེན་པ་རྣལ་མ་ཞིག་གིས། ཁོ་རང་གི་ཆོས་ལུགས་འབྲས་སྟངས་དང། ངོས་ནས་ཆུང་དུས་གཅེར་བུ་པའི་ལྟ་ཚུལ་ཐོག། མཁས་པའི་བསྟན་བཅོས་དང་སུན་འབྱིན་བྱེད་ལུགས་སྐོར། སློབ་གཉེར་བྱེད་མྱོང་བ་གཉིས་དབར་འདྲ་བརྗོད་ཧ་ལམ་མི་འདུག། སངས་རྒྱས་མྱ་ངན་ལས་འདས་པའི་གཞུང་བསྒྲིགས་ཀྱི་དུས་དྲན་སྲུང་བརྩི་ཞུས་རྗེས། ངོས་རང་གནའ་བོའི་ནང་པའི་གནས་རྩ་ཆེན་ཁག་སྟེ། དམིགས་བསལ་སྟོན་པ་སངས་རྒྱས་སའི། གནས་མཆོག་རྡོ་རྗེ་གདན་དང། སྐུ་འཁྲུངས་ས་ལུམྦི་ནི། ཝཱ་ར་ན་སིའི་ཉེ་འགྲམ་དུ། སངས་རྒྱས་ཡིད་ཐོག་མར། གདན་བཞིའི་ཆོས་སྐོར་བཀའ་ཆོས་གནང་ས། དྲང་སྲོང་ལྷུང་བའི་རི་དྭགས་ཀྱི་ཚལ་སོགས་སུ། གནས་མཇལ་དུ་བསྐྱོད་ཐུབ་པ་བྱུང། རྡོ་རྗེ་གདན་གྱི་རྩ་ཆེའི་མཆོད་རྟེན་ལ་དངོས་སུ་གནས་མཇལ་དང། སྤྱི་ལོ་ཉིས་སྟོང་ལྔ་བརྒྱ་ལྷག་སྔོན་བཅོམ་ལྡན་འདས་བྱང་ཆུབ་ཤིང་འོག་ཏུ་སངས་རྒྱ་སའི་རྒྱུད་ཤིང་དེ་ནས་མཆེད་པས། ཤིང་དེའི་མདུན་དུ་ལངས་ནས་འདུལ་སྐབས་མིག་ནས་མཆི་མ་ཤོར་བྱུང། གནས་མཆོག་དེ་ནི་འཛམ་གླིང་གི་ནང་པ་ཚང་མས་ཤིན་ཏུ་རྩ་ཆེར་འཛིན་པ་ཡིན། བོད་ནང་རྡོ་རྗེ་གདན་གྱི་མཆོད་རྟེན་གྱི་འབུར་གཟུགས་ཆུང་ཆུང་དེ་འདྲ་དེ་པའི་སྟེང་དུ་བཞེངས་སྲོལ་ཡང་ཡོད། ཉལ་ཁར་ནང་རྩེ་མཆོག་ཏུ་འབྱོར་མ་ཐག་བྲིས་པའི་ངོས་ཀྱི་རང་རྣམ་དང་པོ་དེའི་ནང། རྡོ་རྗེ་གདན་གྱི་མཆོད་རྟེན་ཐོག་མར་མཇལ་དུས་ཀྱི་སེམས་ཚོར་རྣམས་འགྲེལ་བརྗོད་བྱས་ཡོད། གནས་མཆོག་དེ་མཇལ་དུས་ཀྱི་རྨི་ལམ་ཕྲན་ཆུང་ངུའི་དུས་ནས་ཡོད་ཅིང། ད་ཆ་ངོས་རང་གནས་མཆོག་དེ་མངོན་པར་རྫོགས་པར་སངས་རྒྱས་ཏེ། མི་གནས་པའི་མྱང་འདས་མངོན་དུ་མཛད་པས་སྟོན་པ་མཆོག་གི་སྣང་བརྙན་གྱི་སྐུ་མདུན་དུ་ལངས་ནས་ཡོད། ཁོང་གིས། འགྲོ་ཀུན་ཐར་པའི་ས་ལ་འཁྲིད་པའི་ལམ་མངོན་དུ་མཛད། ངོས་རང་དེར་ལངས་པའི་སྐབས་སེམས་ཁོང་ན་ཆོས་ཀྱི་དད་འདུན་ཤུགས་དྲག་ངང་གིས་མངོན་དུ་གྱུར་ཏེ། ང་ཚོ་ཚང་མའི་སེམས་ཁོང་ན་ཡོད་པའི་སྟོན་པའི་མཁྱེན་བརྩེ་ནུས་གསུམ་གྱི་བྱིན་རླབས་ཀྱིས་ཡིད་ཚིམ་པའི་སྣང་བ་བྱུང། རྒྱ་གར་དབུས་ཀྱི་ནང་པའི་གནས་ཆེན་ཁག་ལ་གནས་སྐོར་བྱེད་སྐབས། ལོ་རྒྱུས་ཀྱི་བྱུང་བ་ངོ་མར་དངོས་སུ་ལྟ་རྒྱུའི་གོ་སྐབས་བྱུང། སྲོལ་རྒྱུན་གྱི་ཡིད་ཆེས་ལྟར་ན། ཐེག་པ་ཆེན་པོའི་ཉམས་ལེན་པ་རྣམས་ཀྱིས་ཧ་ཅང་གཙིགས་ཆེན་པོར་འཛིན་པའི་ཤེར་ཕྱིན་གྱི་སྡེ་སྣོད། ཐོག་མར་གསུང་སར་ཡིད་ཆེས་བྱེད་པའི་རྒྱལ་པོའི་ཁབ་ཏུ། ཚོན་མདོག་འདྲ་བའི་གུར་ཞིག་གི་ནང་མཛད་སྒོ་གཟབ་རྒྱས་ཤིག་ཚོགས་སོང། སྲིད་བློན་ནེ་རུ་མཆོག་འགྲོ་ལུགས་ལྟར། རྒྱ་ནག་གི་སྲིད་བློན་ཀྲའོ་ཝེ་ལིན་རང་ཉིད་ཀྱིས་རྒྱ་གར་མི་དམངས་ལ་གནང་པའི་ཕྱག་རྟགས་བཞེས་པར་དེར་ཕེབས་སོང། ངོས་ལ་བརྗོད་དོན། དེ་ནི་ནང་པའི་རྩ་ཆེའི་རིང་བསྲེལ་ཞིག། དུས་རབས་བདུན་པའི་ནང་སྙན་གྲགས་ཅན་གྱི་རྒྱའི་གནས་མཇལ་བ་ཐང་སན་གྱིས་རྒྱ་གར་ནས་རྒྱ་ནག་ཏུ་མནའ་བ་ཞིག་ཡིན་ཞིང། ད་ཆ་དེའི་ཐོག་མའི་གནས་ཁྱིམ་དུ་ཕྱིར་ལོག་གནང་བ་རེད་འདུག་ངོས་རང་མཛད་སྒོ་དེར་བཅར་ཐུབ་པ་ནི་ཧ་ཅང་དགའ་པོ་བྱུང། དེར་ང་ཚོ་བོད་མི་ཚོས་བཀྲ་ཤིས་པའམ་སྐལ་པ་བཟང་པོ་ཞེས་འབོད་ཀྱི་ཡོད། སྐབས་དེར་སྲིད་བློན་ནེ་རུ་མཆོག་ལ་ཐུགས་འཚབ་བྱུང་འདུག་གང་ཡིན་ཞེ་ན། ངོས་དང་མཉམ་དུ་རྒྱ་གར་དུ་སླེབས་པའི་བོད་པའི་དཔོན་རིགས་ཚོའི་དབར་བསམ་ཚུལ་མི་མཐུན་པ་བྱུང་སྟེ། ཚོགས་ཁག་གཅིག་གིས་བོད་ནང་ཆབ་སྲིད་ཀྱི་གནས་སྟངས་གཞི་གླེང་མེད་སྟབས། ངོས་རྒྱ་གར་ནང་སྡོད་དགོས་པའི་བསམ་ཚུལ་བཏོན་པ་དང། ཡང་ཚོགས་ཁག་གཞན་དེས་བོད་དུ་ཕྱིར་ལོག་བྱས་ཏེ། པེ་ཅིང་དུ་དམར་ཤོག་གི་དབང་འཛིན་པ་ཚོ་དང་ཞི་འགྲིག་བྱ་དགོས་པ་བཤད་ཡོད། གཞན་ཡང་རྒྱ་གར་ནང་གནས་མཇལ་དེའི་སྐབས། ངོས་ནས་གྲགས་ཆེ་བའི་གླང་ཆེན་སྒྲུབ་ཕུག་ཀྱང་མཇལ་བྱུང། དེ་ནི་མོམ་པའི་ཡུལ་གྱི་མཚོ་ངོགས་སུ་ཆགས་ཏེ། ལོ་རྒྱུས་ལྟར་ན་ཧིན་དྷུའི་ཆོས་ལུགས་ཀྱི་རྩ་ཆེའི་གནས་ཤིག་ཡིན། དུས་རབས་དགུ་པའི་ཡས་མས་སུ་བྱུང་བའི་སྒྲུབ་ཕུག་ལྷ་ཁང་དེ་ཚོའི་ནང། ཧིན་དྷུའི་གལ་ཆེའི་ལྷ་ཚོགས་རྣམས་ཀྱིས་ངོ་མཚར་ཆེ་བའི་རྡོ་བརྐོས་རི་མོ་མང་པོ་མཇལ་རྒྱུ་འདུག། སྐྱེས་མ་དེར་མཐོ་ཚད་ཁྲུ་ཉི་ཤུ་ཙམ་བྱས་པའི་ཞལ་གསུམ་ལྡན་གྱི་དབང་ཕྱུག་ཆེན་པོའི་སྐུ་བརྙན་ཞིག་འདུག་ངོས་ནས་ཤེས་གསལ་ལྟར་ན་དབང་ཕྱུག་གི་ཞལ་གསུམ་པོ་དེས་ཁོང་གི་ལྷའི་རྣམ་པ་གསུམ་ཐ་དད་ཀྱང་ངོ་བོ་ཕན་ཚུན་འབྲེལ་བ་དེ་མཚོན་གྱི་འདུག་གཡས་ཀྱི་ཞལ་ཏེ་གྱེས་ཉམས་ཆེ་བའི་དབང་ཕྱུག་ཆེན་པོ་ནི་འཇིག་རྟེན་བྱེད་པོ་ཡིན་པ་མཚོན། གཡོན་གྱི་ཞལ་དེ་ཁྲོ་བོའི་རྣམ་འགྱུར་ཅན་ཡིན་པས་དབང་ཕྱུག་ཆེན་པོ་འཇིག་རྟེན་འཇིག་པར་བྱེད་པོ་ཡིན་པར་མཚོན། དཀྱིལ་གྱི་ཞལ་འདི་ཞི་བའི་རྣམ་འགྱུར་ཅན་ཡིན་པས་དབང་ཕྱུག་ཆེན་པོ་འཇིག་རྟེན་བསྲུང་མཁན་ཡིན་པ་མཚོན་པ་རེད། བོད་ཀྱི་ནང་པ་ཞིག་གི་ངོས་ནས་རྒྱ་གར་གྱི་གནའ་བོའི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་མུ་མཐུད་རྒྱུན་འཛིན་དང། དེའི་དོ་ཟླ་བྲལ་བའི་ཆོས་ལུགས་དང་ལྟ་གྲུབ་ཀྱི་ཤུལ་འཛིན་རྗེས་འབྲངས་པ་ཞིག་ཡིན་པའི་ཆ་ནས་ཧ་ཅང་དགའ་སྤོབས་ལྡན་པ་ཞིག་ལ། ནཱ་ལེནྡྲར་དངོས་སུ་གནས་མཇལ་དུ་འགྲོ་རྒྱུ་བྱུང་བ་ནི། ཁ་ཞེ་གཉིས་མེད་ཀྱི་དྲན་འོས་དང་སེམས་འགུལ་ཐེབས་པ་ཞིག་བྱུང། སྙན་གྲགས་ཆེ་བའི་སློབ་དཔོན་མང་ཆེ་བ་འདི་ནས་ཕེབས་ཡོད། ཁོང་ཚོའི་གཞུང་ལུགས་རྣམས་དེང་སྐབས་བོད་ཀྱི་གྲྭ་ས་ཁག་ཏུ་སློབ་གཉེར་ཞིབ་ཏུ་བྱེད་ཅིང། དེ་དག་ལས་མང་པོ་ཞིག་ངོས་ཆུང་ངུའི་དུས་སུ་སློབ་སྦྱོང་བྱས་ཡོད། དོན་དངོས་ཐོག་བོད་དུ་ནང་ཆོས་སྲོལ་གཏོད་མཁན་གཅིག་ནི་སློབ་དཔོན་ཞི་བ་འཚོ་ཡིན། ཁོང་ནི་དུས་རབས་དགུ་པའི་ནང་བྱོན་པའི་ནཱ་ལེནྡྲའི་མཁས་གྲུབ་སྨྲ་བ་གྲགས་ཅན་ཞིག་དང། ནང་པའི་གྲུབ་མཐའ་གལ་ཆེན། རྣལ་འབྱོར་སྤྱོད་པའི་དབུ་མ་རང་རྒྱུད་པའི་ལུགས་སྲོལ་གཏོད་མཁན་དེ་ཡིན། སློབ་དཔོན་ཞི་བ་འཚོས་མཛད་པའི་ཚད་མའི་དེ་ཁོ་ན་ཉིད་འདུལ་བ་དེ། ད་ལྟའི་བར་དུ་རྒྱ་གར་དང་བོད་གཉིས་ཀར་ཕུལ་བྱུང་གཞུང་ཞིག་ཏུ་བཀུར་གྱི་ཡོད། དེ་བཞིན་རྒྱ་གར་ལྷོ་ཕྱོགས་དཔལ་གྱི་རིར་མཆོད་མཇལ་ཞུ་རྒྱུའི་གོ་སྐབས་བྱུང་བ་དེའང་ངོ་མཚར་ཆེན་པོ་བྱུང། དེ་ནི་དུས་རབས་གཉིས་པའི་ནང་བྱོན་པའི་ནང་པའི་སྙེ་གྲངས་ཅན་གྱི་སློབ་དཔོན་ཀླུ་སྒྲུབ་ཀྱི་དགོན་གནས་དང་འབྲེལ་ཡོད། བོད་ཀྱི་ཆོས་བརྒྱུད་ཁག་གི་ཁོངས་ནས་སངས་རྒྱས་གཉིས་པར་བརྩི་གི་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་གྲངས་ནས་ས་གནས་དེར་ལོག་འདོན་ཆུ་མཛོད་ཆེན་པོ་ཞིག་བཙུགས་པས་དགོན་གནས་དངོས་དེ་ཆུ་འོག་ཏུ་ཤོར་བ་རེད། སྔར་སློབ་དཔོན་ཀླུ་སྒྲུབ་མཆོག་བཞུགས་སའི་གནས་མཆོག་ངོ་མ་དེར་ངོས་རང་འགྲོ་ཐུབ་པ་ནི་དོན་དང་ལྡན་པ་ཞིག་བྱུང། སློབ་དཔོན་ཀླུ་སྒྲུབ་ནི་ངོས་ལ་ད་བར་སེམས་དོན་གྱི་སྐུལ་མ་དང་ལྟ་གྲུབ་ཀྱི་ངེས་ཤེས་བྱུང་ས་གཙོ་བོ་དེ་ཆགས་ཡོད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་འགྲུལ་བཞུད་དེར་ཕྱི་ལས་ཤིག་བྱ་དུས། Madras ནང་ཆགས་པའི Theosophical ཚོགས་པ་དེར་ལྟ་སྐོར་ལ་བསྐྱོད་པ་དེས་ངོས་ལ་བག་ཆགས་ཟབ་མོ་ཞིག་བཞག་པ་ཤེས་རྟོགས་བྱུང། དེར་འཛམ་གླིང་གི་ཆོས་ལུགས་ཀྱི་རྣམ་དཔྱོད་དང་ཚན་རིག་གི་ངེས་ཤེས་དེ་དག་མཉམ་དུ་འབྲེལ་ཐབས་བྱེད་པོ་མི་སྣ་ཁག་དང་ཁོང་ཚོའི་ལས་འགུལ་ལ་ཐད་ཀར་འབྲེལ་གཏུག་བྱ་རྒྱུའི་གོ་སྐབས་ཐོག་མ་དེ་བྱུང། ཚོགས་མི་དེ་ཚོའི་ཁོངས་སུ་འཛམ་གླིང་གི་གྲགས་ཆེ་བའི་ཆོས་ལུགས་ཁག་ལ་ཧ་ཅང་གུ་ཡངས་ཀྱི་ལྟ་ཚུལ་ཡོད་པ་དང་སྣ་མང་རིང་ལུགས་ལ་ཁ་ཡོད་ལག་ཡོད་ཀྱི་དང་ལེན་ཡོད་པའི་ཚོར་སྣང་བྱུང། བོད་ཀྱི་གྲྭ་གཞོན་གཅིག་གིས་ཤིན་ཏུ་ངོ་མཚར་ཆེ་བའི་བརྩི་བའི་རྒྱལ་ཁབ་དེའི་ནང་ཟླ་གསུམ་ལྷག་བསྡད་དེ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་བོད་དུ་ཕྱིར་ལོག་བྱས་པའི་རྗེས། ངོས་རང་འགྱུར་བ་ཆེན་པའི་མི་ཞིག་ཆགས་ཡོད། ནང་ཆོས་གཅིག་པོ་ཆོས་ངོ་མར་ལྟ་བའི་མཆོག་འཛིན་རིང་ལུགས་ཀྱི་ལངས་ཕྱོགས་དེའི་ནང། རིང་མིན་གནས་བཟོད་མི་བདེ་བ་ཞིག་བྱུང། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཆབ་སྲིད་ཀྱི་གནས་སྟངས་ཐབས་རྡུགས་དེས་ངོས་རང་རྒྱ་གར་ནང་བཙན་བྱོལ་དུ་སྐྱབས་བཅོལ་བྱ་དགོས་བྱུང་ཡང། རྐྱེན་ངན་གྲོགས་ཤར་ལྟར་འཛམ་གླིང་ཆོས་ལུགས་ཁག་ལ་ཤེས་རྟོགས་དང་མཉམ་ཞུགས་བྱ་རྒྱུའི་ངོས་སྒེར་གྱི་འགྲུལ་བཞུད་དེ་ཟབ་ཏུ་གཏོང་རྒྱུར་རང་དབང་ཐོབ་ཡོད། ལྡོག་ཕྱོགས་ནས་བཤད་ན། ཆབ་སྲིད་ཀྱི་གནས་སྟངས་དེས་ངོས་རང་ཕ་ཡུལ་བོད་ཀྱི་ཕྱིའི་བག་ཕེབས་ཀྱི་གནས་ནས་ཕྱི་རོལ་དུ་བཙན་འབུད་བྱས་ཡོད། འོན་ཏེ། རྒྱ་གར་གྱི་མཚན་སྙན་འབར་བའི་ཆོས་ལུགས་ལ་རྒྱུས་མངའ་བྱ་རྒྱུ་བྱུང་བ་དེས། ངོས་སྒེར་གྱི་ནང་ཆོས་དེ་ཆོས་ལུགས་ངོ་མ་ཞིག་ཡིན་པ་དང་ཆོས་ལུགས་གཞན་རྣམས་ཀྱང་ཇི་ཙམ་ལེགས་ཀྱང་ཕྱིའི་རྣམ་འགྱུར་ཙམ་རེད་སྙམ་པའི་བསམ་བློའི་ཁྱེར་སོ་དེ་ལས་གྲོལ་ཐུབ་པ་བྱུང། ཡང་ཡང་འབྱུང་བ་ལྟར་རྐྱེན་ངན་དང་སྡུག་བསྔལ་དངོས་སུ་འཕྲད་དུས་བདེན་དོན་དང་ཉེ་རུ་ཕྱིན་ཏེ། བཅོས་མ་དང་སྟོང་བསམ་སྟོང་ས་ཞི་དྲག་ལྷག་གི་མེད། གནས་སྟངས་དེ་འདྲའི་འོག་ངོས་ནས་རྒྱ་གར་ནང་རང་ཁྱིམ་གཉིས་པ་ཞིག་བཙུགས་ནས་བོད་ནས་རྒྱ་བལ་འབྲུག་གསུམ་ནང་གསར་དུ་འབྱོར་བའི་བོད་མི་སྐྱབས་བཅོལ་བ་མང་པོའི་ཚེ་སྲོག་ལ་གཞི་རྩ་བསྐྲུན་རྒྱུའི་ཕན་ཐོགས་བྱུང་ཡོད། ངོས་སྒེར་གྱི་ཐོག་ནས་བོད་ཀྱི་ལོ་རྒྱུས་ཡུན་རིང་ཁྲོད་ཆེས་མུན་ནག་གི་དུས་ཚོད་ཅིག་གི་རིང། རྒྱ་གར་ནང་སྐྱབས་བཅོལ་བ་ཞིག་དང་མགྲོན་པོ་ཞིག་གི་གནས་སྟངས་གསར་པ་དེ་ལ་བརྟེན་ནས། ཉིན་རེ་བཞིན་རང་དབང་ཤོར་འགྲོ་བར་འཐབ་རྩོད་བྱེད་མཁན་ངོས་ཀྱི་སྐྱེ་བ་སྔོན་མར་བསམ་བློའང་འཁོར་མ་མྱོང་བའི་རྒྱལ་ཁབ་ཀྱི་དཔོན་པོ་ཞིག་ཆགས་པ་མཉམ་དུ་རང་དབང་ཡང་གང་ཙམ་ཐོབ་ཡོད། མེལ་ཙེ་གསར་པ་དེས་ངོས་ནས་རང་ཉིད་ནང་པའི་གྲྭ་པ་ཉམ་ཆུང་ཞིག་ཏུ་འབོད་པ་ལྟར་ཆགས་ཐུབ་པ་བྱུང་བ་དང། སྔར་ཏཱ་ལའི་བླ་མའི་མི་ཚེའི་ནང་གསལ་ལེར་མངོན་པའི་མཛད་སྒོའི་རྒྱན་གོས་དེ་དག་ད་ཆ་སྤོང་རྒྱུའི་རང་དབང་ཡོད། གང་ལྟར་ཡང་མཛད་སྒོའི་གཟབ་མཆོར་གྱི་རིགས་ལ་ངོས་རང་རྩ་བ་ནས་དགའ་པོ་མེད་སྟབས། དེ་དག་མེད་པ་ཆགས་པ་མཐོང་དུས་དགའ་པོ་འདུག་ཕལ་ཆེའི་བཙན་བྱོལ་གྱི་མི་ཚེའི་ནང་རྩ་ཆེ་ཤོས་ནི་མི་སྣ་མང་པོ་ཐུག་འཕྲད་བྱུང་བ་དང། ལྷག་པར་དུ་རྒྱབ་ལྗོངས་འདྲ་མིན་ནས་ཡིན་པའི་སྤྱིར་བཏང་གི་མི་མང་པོ་ཐུག་འཕྲད་བྱ་རྒྱུ་བྱུང་བ་དེ་ཡིན།